ཚང་མ་ལོ་བསྐྱར་དུ་བཀྲ་ཤིས་བདེ་ལེགས་བལ་བོའི་བུ་མོ་ཡུལ་གྲུབ་བརྒྱུད་ལམ་དུ་ཕེབས་པ་ལ་ར་ད་རིང་ངེད་ཀྱི་བརྙན་ཐུང་བཟོས་ཏེ་ག་རེ་བྱ་ཡོད་ལ་ད་བརྙན་ཐུང་ད་ནས་བསླབ་ཁྲིད་དུ་ཆགས་སོང་ངེད་ཀྱི་འདི་ག་རེ་བྱས་ནས་བཟོས་བའི་ཡིད་ལ་ན་བུ་ཡིས་རྨང་གཞི་བྱང་ངན་དེ་ཚོ་ལ་ཕན་ཐོགས་ཡོང་བསམ་བྱས་བྱས་ནས་ཨ་མྱེས་ཀྱིས་བཟོས་བ་ཡིན་ག་བྱས་ལ་ང་ཚོས་ཀྱི་ད་ལྟ་དུས་གསུམ་ནང་དུ་ང་ཚོས་བོད་པའི་ཡི་གེ་སྦྱངས་ཡོང་བའི་སྐབས་སུ་ལ་དུས་གསུམ་དེ་གལ་ཆེན་པོ་ཅིག་རེད་ལ་དེ་ཡང་ང་ཚོས་ཀྱི་མགོ་ཚོས་ཡ་དེ་དེས་དཀའ་ལས་ཁག་པོ་འགྲོ་ཆགས་ཀྱི་བར་དེ་ཡིན་དུས་རྨང་གཞི་བྱང་ངན་དེ་ཚོ་ལ་ཕན་རླབས་ཡོང་ཡས་ཀྱི་ཆེད་དུ་ངས་དེ་རིང་དུས་གསུམ་ཅིག་མ་ཁྲིད་ཡིན་ཨ་ལྷན་རྒྱས་ཀྱི། དེ་དག་ལ་ཐུགས་ཕན་གྱིས་གསོས་ཡོང་བསམ་གྱི་འདུག་ར་ལེན་དུ་ང་རང་གིས་ད་རིང་གི་དུས་གསུམ་དེ་ཡིན་ར་དུས་གསུམ་ལ་ནི་ང་འདྲ་གཙོ་བོ་གསུམ་ག་ལ་དབྱེ་བ་ཕྱེ་ཡོད་དུས་གསུམ་ལ་ནི་ག་འདྲས་ཅིག་ཡིན་མིན་ཨང་དུས་གསུམ་དེ་ན་དབྱངས་ཀྱི་ཐོབ་ཚུལ་ར་དུས་གསུམ་སྟོན་ཡོང་དུ་ག་ལ་དེ་ལ་དབྱངས་ཐོབ་ཚུལ་ག་འདྲས་ཡོད་མེད་དུས་གསུམ་ནང་ལོགས་ལའང་ཚོ་དབྱེ་བ་མང་པོ་ཅིག་ཡོད་རེད་དུས་གསུམ་སྤྱིའི་ཆེ་ཕྲ་མཐོར་སྤུ་འཁྱམ་མཉམ་ལ་ནི་དབྱེ་བ་མང་པོ་ཅིག་ཆགས་འོང་ར། དེ་ཡིན་དུས་ངེད་ཀྱིས་ད་རིང་གི་དུས་གསུམ་དེ་དུས་གསུམ་ཆེ་ཕྲ་དེ་ཕྲན། ད་དང་པོ་དེ་ལ་དུས་གསུམ་ལ་ནི་དབྱེ་བ་འགྲེལ་བཤད་རྒྱག་ཡ་ཡིན་དུས། དུས་གསུམ་དེ་ལ་ང་ཚོས་ཀྱི་དུས་ཀྱི་དུས་གསུམ་དང། བྱ་བའི་དུས་གསུམ་ལ་ནི་གཉིས་འགྲོ་ར་དང་དུས་ཀྱི་དུས་གསུམ་དེ་ལ། མ་འོངས་པ་དང་ད་ལྟ་བ་འདས་པ་ལ་ནི་བྱ་ཡོད་རེ། བྱ་བའི་དུས་གསུམ་དེ་ལ་མ་འོངས་པ་ད་ལྟ་བ་འདས་པ་སྐུལ་ཚིག་ལ་ནི་བྱ་བ་ར་དང་དུས་ཀྱི་དུས་གསུམ་དེ་ལ་དཔེ་བྱ་བ་ར་ཞེ་ན། མ་འོངས་པ་ལ་ག་རེ་བྱ་ཡི་ཡོད་ར་ན་མ་འོངས་པ་ལ་ང་ཚོས་དཔེ་བྱ་བ་རེ་ཞེ་ན་སང་ཉིན་ལ་དུ་ང་ཚོས་དུས་ཀྱི་དུས་གསུམ་བྱ་བ་ར། དུས་ཀྱི་དུས་གསུམ་ནང་ནས་མ་འོངས་པ་བྱ་བ་རེ། ད་ལྟ། ད་རིང། སྟོན་གྱི་ཡོད་བ་དེ་ཅིག་ན་དེ་ལ་ང་ཚོས་ཀྱི་ད་ལྟ་དུས་ཀྱི་དུས་གསུམ་ནང་ལ་ད་ལྟ་བ་ཆགས་བ་རེད། ཨ་དུས་ཀྱི་དུས་གསུམ་ནང་ལ་འདས་པ་དེ་ག་རེ་སྟོན་དགོས་རེད་ལ་ན་གཉིས་ཀྱི་ལོ། ཁེ་བཟང། འདི་ཚོ་དེ་ང་ཚོས་ཀྱི་དུས་ཀྱི་དུས་གསུམ་ནང་ལ་འདས་པ་སྟོན་དགོས་རེད། དུས་དེ་ལ་ང་ཚོས་ཀྱི་བྱ་བ་ཇི་ཡོད་སྟོན་དགོས་མ་རེད་ང་ཚོས་ཀྱི་སྙེ་མའི་ལོ་ད་སོང་ཚར་བ་དང། ད་ལྟ་དེ་ང་ཚོ་ལོ་དེ་འགྲོ་བཞིན་པ་དང་དེ་ཚོས་ཀྱི་ཧ་རེ།

སྐོར་ལ་ཡེ་ཆོས་ར་དྭགས་འདི་ཚིག་འདི་ལ་དཔེ་གཞི་བཞག་བྱས་ནས་ང་ཚོས་ཀྱི་དུས་གསུམ་སྟོན་པ་འདྲ་ཅིག་ཡིན་ན། མ་འོངས་པ་ལ་བའོ་ས་ཀ་དག་ཀ་ན་རོ་སྐོར་ར་སྐོར། ད་ལྟ་བ་ལ་ས་ཀ་དག་ཀ་ན་རོ་སྐོར་ར་སྐོར། འདས་པ་ལ་བའོ་ས་ཀ་དག་ཀ་ན་རོ་སྐོར་ར་དག་སྐོར། སྐུལ་ཚིག་ལ། ས་ཀ་ད་ཀ་ན་རོ་ཀོ་ར་ད་ཀོ། འདི་ང་ཚོས་ཀྱིས་ག་རེ་སྟོན་དགོས་རེད་ལ་ན་དུས་གསུམ་གྱི་བྱ་ཚིག་བཞག་སྟངས་འདི་སྟོན་དགོས་རེད། ད་བྱ་ཚིག་འདི་ལ་ང་ཚོས་ཀྱིས་ག་འདྲེ་འགྲེལ་བཤད་རྒྱག་འོ་རེད་ད་མ་འོངས་པ་ག་འདྲེ་བྱ་འོ་རེད་འདས་པ་ལ་ན་ག་འདྲེ་རེད་སྐུལ་ཚིག་ལ་ན་ག་འདྲེ་རེད་ལབ་བ་ཡིན་ན། མ་འོངས་པ་ལ་དུས་སྐབས་ལ་ང་ཚོས་ཀྱིས་བྱ་བ་འདི་བྱེད་རྒྱུ་ཡིན་པ་སྟོན་དགོས་རེད་ད་ད། བསྐོར་ར་བསྐོར་རྒྱུ་ཡིན། བསྐོར་ར་བསྐོར་རྒྱུ་ཡིན་ལ་ན། ད་ལྟ་ལས་ཀ་དེ་བྱེད་ཡོད་མ་རེད་ཁྱེད་རང། ད་ལྟ་བར་ན་བསྐོར་ར་བསྐོར་བཞིན་ཡོད། བསྐོར་བཞིན་ཡོད་ལ་ན་ད་ལྟ་ལས་ཀ་སྟོན་གྱི་ཡོད། ད་ལྟ་ལས་ཀ་བྱེད་བཞིན་པ་སྟོན་སྐོར། བསྐོར་སོང་ལ་ན་ད། བསྐོར་བསྐོར་ཚར་བའི་སྐད་ཆ་བཤད་སྐོར་ཁྱེད་རང་གིས་ར་འདེད་པ་སྟོན་སྐོར། བསྐོར་ཤིག་ལ་ན་ད་ད་ནི་ཁྱེད་རང་གིས་བསྐོར་ར་བསྐོར་ར་རྒྱག་པ་ལ་ཡོད་ཅོག་ང་ཚོ་རྐུ་མ་དང་ང་ཅོག་ར་འོང་དེ་རེད། དེ་ཡིས་ང་ཚོས་ཀྱི་བྱ་བའི་ཀྱི་དུས་གསུམ་འདི་དོན་གོ། ན་བྱ་བའི་དུས་གསུམ་དང། དུས་ཀྱི་དུས་གསུམ་ལ་ཡིན་ཏེ་དེ་འདྲའི་བྱིངས་གང་ལ་ཞེས་འོ། ན་བྱ་བའི་དུས་གསུམ་འདི་ལ་ང་ཚོ་གིས་ག་རེ་སྙམ་དུ་ལ་སྦྱར་དགོས་ཡོད་ར་ལ་ན་ང་ཚོས་བྱ་བའི་ཚིག་གྲོགས་སྦྱར་དགོས། བྱ་བའི་ཚིག་གྲོགས་དེ་ག་རེ་བཞིན། གུ། སོང། འདུག། རིན་ལ་ཡིན་ཞོར་འདི་ཚོ་ང་ཚོས་བྱ་བའི་ཚིག་གྲོགས་བྱ་འོ། ད་དེ་གི། ད་དུས་གསུམ་ལ་ན་ང་ཚོ་གིས་དེ་འདྲའི་བྱིངས་ལ་ངོས་འཛིན་བྱེད་འོ་ར། ད། གཉིས་པ་དེ་དུས་གསུམ་ལ་དབྱངས་ཐོབ་ཚུལ་ག་འདྲ་ཡིན་མིན་དུས་གསུམ་ལ་དབྱངས་དང་དུས་གསུམ་དུས་མ་འོངས་པ་ད་ལྟ་བ་འདས་པ་སྐུར་བརྩིགས་ཡོད་རབས་དེ་བྱ་བའི་དུས་གསུམ་ཡིན་གྱི་ཞེས་འོ་ད་བྱ་བའི་དུས་གསུམ་ལ་ང་ཚོ་གི་དུས་མ་འོངས་པ་ད་ལྟ་བ་འདས་པ་སྐུར་བྱ་ཚིག་འདི་ལ་དབྱངས་ཐོབ་ཚུལ་ག་འདྲ་ཆགས་ཀྱི་ཡོད་རེད་ལབ་བ་རེད་ཅེ་ཡིན་ན། མ་འོངས་པ་ལ་མ་འོངས་པ་ལ་དབྱངས་ཡོད་ན། ད་ལྟ་བ་འདས་པ་སྐུ་ཚེ་ཚང་མ་ལ་དབྱངས་ཡོད་རེད། མ་འོངས་པ་ལ་དབྱངས་མེད་བ་ཡིན་ན་འདས་པ་ལ་དབྱངས་ཡོད་མ་རེད་སྐུ་ཚིག་དང་ད་ལྟ་བ་ལ་དབྱངས་ཡོད་རེད། ད་དབྱངས་ཁ་ཤས་ག་རེ་ཡོད་རེད་ལ་ན། མ་འོངས་པ་ད་ལྟ་བ་འདས་པ་ལ་དབྱངས་ཡོད་དབྱངས་མེད་བ་ཡིན་ན་སྐུ་ཚིག་ལ་དབྱངས་ཡོད་པ་དེ་འདྲ། དུས་གསུམ་གྱི་དབྱངས་ཐོབ་ཚུལ་ལ་དཔེ་བྱའོ་རེ་བྱས་ན། མ་འོངས། དུས་མ་འོངས་པ་ལ་དབྱངས་ཡོད་བ་ཡིན་ན། ད་ལྟ་བ་འདས་པ་སྐུལ་ཚིག་ཚང་མ་ལ་དབྱངས་ཡོད་རེད། དཔེར་ན་ག་རེ་བྱ་ཡོད་རོ་ན། བའོ་ས་ག་ད་ཀ་བྱམས་ཆུ་བསྐུལ་ལ་བསྐུལ། བའོ་ས་ག་ད་ཀ་བྱམས་ཆུ་བསྐུལ་ལ་བསྐུལ་འདི་ང་ཚོས་ཀྱིས་སྐུལ་མ་བཏང་བའམ། ཁྱེད་རང་གིས་ལ་ཀ་འདི་བྱས་འདི་བྱས་སྐུལ་ཚིག་ལས་སྦྱོར་བ་འདི་རེད་བསྐུལ།

གཉིས་པ་དེ་ག་རེད། མ་འོངས་པ་ལ་དབྱངས་མེད་ན་འདས་པ་ལ་དབྱངས་ཡོད་མ་རེད་ད་ལྟ་བ་དང་སྐུལ་ཚིག་ལ་དབྱངས་ཡོད་རེད། དེ་ག་ལ་ང་ཚོ་གི་རྐང་པ་བརྐྱང་བ་རྐྱང་ལ་ཡེ་ཇོ་ར་དེ་རྐང་པ་བརྐྱང་རྐང་ལག་བརྐྱང་ལ་ཡེ་ཇོ་ར་དེ། མ་འོངས་པ་ལ་བའོ་ར་ཀ་ད་ཀ་ཡེ་ད་རྐྱང་ང་རྐྱང་དེ་དབྱངས་མི་འདའ། ད་ལྟ་བ་ལ་ར་ཀ་ད་ཀ་ཡེ་ད་རྐྱང་ན་རོ་རྐྱོང་ང་རྐྱོང། འདས་པ་ལ་བའོ་ར་ཀ་ད་ཀ་ཡེ་ད་རྐྱང་ང་ས་རྐྱང། སྐུལ་ཚིག་ལ་ར་ཀ་ཏཱ་ཀ་ཡེ་ད་ཀྱ་ན་རོ་སྐྱོང་ང་ཟ་སྐྱོང། ད་ལྟ་བ་དང། སྐུལ་ཚིག་ལ་དབྱངས་ཡོད་བ་ཆེ། འདས་པ་དང་མ་འོངས་པ་ལ་དབྱངས་ཡོད་མ་རེད། གསུམ་པ་དེ་ག་རེ་བྱ་བ་ལ་ན། དུས། མ་འོངས་ད་ལྟ་གསུམ་ཀ་ལ་དབྱངས་མེད་བ་ཡིན་ན་ཡང་སྐུལ་ཚིག་ལ་དབྱངས་ཡོད་ངེས་དེ་འདྲ་ཡོད་རེད་ལར། ད་འདི་ག་རེ་བྱ་བ་རེད་དཔེར་ན། ང་ཚོ་ཤིང་སོགས་གསེར་ཀ་གྱིས་དོ་ག་གྱེས་འདི་ལ། ན་མ་འོངས་པ་ལ་ད་བོ་ག་ཟ་གྱེས། ད་ལྟ་བ་ལ་ཨའོ་དགའ་ས་དགེ། དེས་པ་ལ་བའོ་དཀའ་ས་དཀའི། སྐུལ་ཚིག་ལ་ཁ་ན་རོ་ཁོལ་ས་ཁོལ། འདིས་ང་ཚོ་གི་ན་རོ་དོ་བ་དབྱངས་དབྱངས་འདི་ངོ་རེད། ད་འདི་ལ་ང་ཚོ་གི་དུས་གསུམ་གི་དབྱངས་ཐོབ་ཚུལ་དེ་དེ་འདྲ་ཞིག་ཆགས་དགོས་རེད། ད་ད་རིང་གི་ང་ཚོའི་སློབ་སློབ་ཁྲིད་གསུམ་པ་དེ་ག་རེ་བྱ་ཡི་ཡོད་རེད་ལབ་ཡོད་ན། དུས་གསུམ་ནང་ལོགས་ནི་དུས་གསུམ་བྱེ་བྲག། དུས་གསུམ་བྱེ་བྲག་འདི་ང་ཚོས་ཀྱི་སྔོན་འཇུག་ག་རེ་སྟོན་དགོས་ར་ལ་སྔོན་འཇུག་བ་སྟོན་དགོས་རེད། སྔོན་འཇུག་བ་གི་གང་ལ་གལ་ཆེ་ཞེས་ཡས་རེད་དུས་གསུམ་ནང་ལོགས་ནི་དུས་གསུམ་བྱེ་བྲག། ད་འདི་ལ་ང་ཚོས་ཀྱི་ལེགས་བཤད་སྦྱོང་བན་གྱི་རྩ་བ་ནང་ལོགས་ལ་ག་རེ་ལ་ཡོད་རེད་ལ་ན་ལེགས་བཤད་སྦྱོང་བན་གྱི་རྩ་བ་དབྱངས་ཆེན་གྲུབ་པའི་དུར་རྗེས་ཀྱི་བརྩམས་གནང་བའི་ལེགས་བཤད་སྦྱོང་བན་གྱི་རྩ་བ་ནང་ལོགས་ལ་དེ་ལ་བལ་པོའི་ཡང་ཕྱུག་ཡོད་ད་ལྟ་བ་ལ་གཉིས་ཀ་མེད་མ་འོངས་ཕུལ་ཡོད་ཡང་འཇུག་མེད་སྐུལ་ཚིག་ཕུལ་མེད་ཡང་འཇུག་ཡོད། སྐབས་འགར་འདས་དང་སྐུལ་ཚིག་ལ་ས་རྐྱང་བྱ་བའང་ཐུགས་དཔང་ཡོད། རྩ་བ་འདི་དང་ལེགས་བྱས་ལྗོངས་ཀྱི་རྩ་བ་དོན་གོ་རེ་ད་ངེས་ཀྱི་རྩ་བ་འདི་ལ་ལྟ་བྱེད་ནི་མ་འོངས་པ་འདས་པ་ད་ལྟ་བ་མ་འོངས་པ་སྐུལ་ཚིག་ལ་ར། ད་ང་ཚོ་དུས་གསུམ་བྱེ་བྲག་གིས་ཐོབ་ཚུལ་ག་འདྲས་ཡོད་མེད་དེ་སྟོན་གྱི་ཡིན་ད་དུས་གསུམ་བྱེ་བྲག་ལ་ན་བག་སྔོན་འཇུག་ཡོད་ར་ད་བག་སྔོན་འཇུག་ཐོབ་ཀྱི་འདུག་ཐོབ་ཀྱི་མི་འདུག་ད་ཡ་ར། ད། དེ་ལ་བས་བུའི་ལ་དོ་ག་ལ། འདས་པ་ལ། དུས་གསུམ་ན་དུས་འདས་པ་ལ་འོ་ར་དུས་འདས་པ་ལ། སྔོན་འཇུག་ཡོད་རེད་ཡང་འཇུག་ཡོད་རེད་ལར། སྔོན་འཇུག་བ་ཡང་འཇུག་ས་དོ་དགོ་རེད་ལ་ར། མ་འོངས་པ་ལ་མ་ད་ལྟ་བ་ལ་གཉིས་ཀ་ཡོད་མ་རེད་ད་ལྟ་བ་ལ་གཉིས་ཀ་ཡོད་མ་རེད་ལ་དོ་ག་ལ་སྔོན་འཇུག་དང་ཡང་འཇུག་ཡོད་མ་རེད་ལ་དོན་གོ་རེད། མ་འོངས་པ་ལ་སྔོན་འཇུག་ཡོད་རེད་ཡང་འཇུག་ཡོད་མ་རེད་སྔོན་འཇུག་བ་ཐོབ་དགོ་རེད་ཡང་འཇུག་དེ། ཡོད་མ་རེད་ལ་མ་འོངས་པ་ལ་སྐུལ་ཚིག་ལ་སྔོན་འཇུག་བར་དེ་ཡོད་མ་རེད་ཡིན་པའི་ན་ཡང་ཡང་འཇུག་ཐོབ་དགོས་རེད་ཡང་འཇུག་ལ་དུ་ག་ང་ཚོས་ཡང་འཇུག་ད་ད་ས་གཉིས་མ་ཞིག་ཡོད་མ་རེད་ད་ད་ས་གཉིས་གང་རུང་འགྲོ་ཡ་ར་དེ་ད་དཔེ་བྱ་བ་འདྲ་ཞིག་ཡིན་ན་ང་ཚོས་ཀྱི་ཚིག་གསུམ་ཚིག་གསུམ་གཅིག་དཔེ་བྱ་ཡི་ཡིན་དང་པོ་དེ་ལ་ང་ཚོས་ཀྱི་འགྲུབ།

སྐུལ་ཚིག་ལ་སྔོན་འཇུག་ཡོད་རེད་ཡང་འཇུག་ཡོད་སྔོན་འཇུག་ཡོད་མ་རེད་ཡང་འཇུག་ཡོད་རེད་ས་ག་ད་ག་རི་ད་དྲ་ཞིམ་ཅུ་དྲུག་པར་བསྒྲུབ་བྱ་བ་དང་འདི་ནང་བཞིན་ང་ཚོ་གི་གོམ་བརྒྱབ་པ་དེ་གཅིག་པ་རེད་གོམ་བརྒྱབ་པ་དེ་ང་ཚོ་གི་དུས་བདེ་བ་ལ་ས་ག་ད་ག་རི་ད་དྲ་ཞིམ་ས་ག་ད་ག་ན་རུ་གོམ་མ་ས་གོམ་སྟོན་དགོས་རེད་ས་ག་ད་ག་ན་རུ་གོམ་མ་ས་གོམ་བྱེད་དེ་ནས་མ་འོངས་པ་ལ་བྷའུ་ས་ག་ད་ག་ན་རུ་གོམ་མ་གོམ་ད་ལྟ་བ་ལ་ས་ག་ད་ག་ན་རོ་གོ་མ་གོམ། སྐུལ་ཚིག་ལ། ས་ག་ད་ག་ན་རོ་གོམ་མ་ས་གོམ་འདི་འདོན་དགོས། གསུམ་པ་འདི་ལ་ང་ཚོ་གིས་ཡི་གེ་སོགས་ཀློག་པ་ལེགས་འདུག་ཨ། ཀློག་པ་འདི་ལ་འདས་པ་ལ་ག་ལ་འོ་ལ་ན་བཀླག་ལོར་བའོ་ཀ་ལ་ད་བཀླག་ག་ས་བཀླག་སྔོན་འཇུག་དང་ཡང་འཇུག་གཉིས་ཀ་ཡོད་རེད་ར། མ་འོངས་པ་ལ་བའོ་བཀའ་ལབ་ད་བཀླགས་པ་བཀླགས། སྔོན་འཇུག་ཡོད་རེད་ཡང་འཇུག་ཡོད་མར། ད་ལྟ་བ་ལ་གཉིས་ཀ་མེད་ད་ལྟ་བ་ལ་གཉིས་ཀ་མེད་དུས་བཀའ་ལ་ད་བླ་ན་རུ་ཀློག་ཀ་ཀློག། འདི་ནི། སྐུལ་ཚིག་ལ་སྔོན་འཇུག་ཡོད་མ་རེད་ཡང་འཇུག་ཡོད་རེད་ལབ་ལ་བཀའ་ལ་ད་བླ་ན་རུ་ཀློག་ཀ་ས་ཀློག། ད་དེ་གསུམ་དེ་དཔེ་དེང་རང་གསུམ་བྱ་ཡི་ཡིན། ད་དེ་རྗེས་ཀྱི་ཚིག་རྗེས་དེ་ག་རེ་བྱ་ཡི་ཡོད་རེད་ལབ་ན། སྐབས་འགར་དེ་དང་སྐུལ་ཚིག་ལ་ས་རྐྱང་བྱ་བའང་ཐུབ་པའང་ཡོད། སྐབས་སྐབས་ལ་ང་ཚོ་དེ་དང། བདུད་བཟླས་པ་དང་བསྐུལ་ཚིག་གཉིས་ཀར་བྱ་བའི་ལས་ཨ་ཕྱི་ཡུལ་དུ་ང་ཚོ་གི་བཟླས་པའི་གི་བྱ་བ་དང་བསྐུལ་ཚིག་གཉིས་ཀ་དེ་ལ་ང་ཚོ་ས་བྱར་བ་དེ་ཡོད་རེད་ད་ས་བྱར་བ་དེ་ག་རེ་དུས་འགོར་ལ་ན་ས་དེ་ག་རེ་ལ་འགོར་རེད་ལ་ན་ད་ལྟ་འདིའི་དུས་ཚོད་ལ་བྱིན་འཇུག་ལ་འགོར་བྱིན་འཇུག་ས་བྱིན་འཇུག་ས་བྱར་བ་དེ་འདིར་ཡོད་རེད་ད་ངེད་ཀྱི་ཚིགས་བཅད་དེ་ལ་ར་འགྱུར་བ་ཅིག་བཏང་བ་འདྲ་བྱས་ན་ཨ་ནི་གོ་བདེ་བའི་ཆེད་དུ་ར་དེ་ལ་བལ་པོའི། བྱིན་ཆུག་ཡོད་ད་ལྟ་བ་ལ་གཉིས་ཀ་མེད། བསྐུལ་ཚིག་མ་འོངས་ཕུལ་ཡོད་ཡང་བྱིན་ཆུག་མེད་བསྐུལ་ཚིག་ཕུལ་མེད་བྱིན་ཆུག་ཡོད། ད་འདི་བཟོས་ཡོད་ག་ལ་ང་ཚོ་གི་ལེ་ལོ་ཆགས་འོ་རེད། དེ་ལ་བལ་བུའི་བྱིན་ཆུག་ཡོད་ལ་ས་དེ་ལ་ན་དུས་དེ་པ་ལ་འོ་ར་དུས་དེ་པ་དེ་ལ་ད་བྱིན་ཆུག་ཡོད་རེད། སྔོན་འཇུག་ཡོད་རེད། བྱེད་འཇུག་ཡོད་རེད་ལར་ར། དཔེར་ན་ཆ་ཆ་བ་ན་ང་ཚོ་གི། མིག་གི་རྟ་ལ་ཡེ་ཆོད་ལ་ང་ཚོ་མིག་གི་རྟ། ངོ་བོ་འདི་དེ་འདྲ། མིག་གི་རྟ་ལ་འདུག་ག་ལ། དེ་ལ་བལ་བུའི་ཡང་འཇུག་བྱེད་འཇུག་ཡོད་ར། དེ་ལ་དུས་འདས་པ་ལ་སྔོན་འཇུག་ཡོད་རེད་བྱེད་འཇུག་ཡོད་རེད། དུས་འདས་པ་ལ་སྔོན་འཇུག་ཡོད་རེད་བྱེད་འཇུག་ཡོད་རེད། བའོ་ལ་ད་ད་ད་ས་ཏེ། བ་འདི་སྔོན་འཇུག་ཅེས་ས་འདི་བྱིན་འཇུག། ད་ལྟ་བ་ལ་གཉིས་ཀ་མེད་ད་ལྟ་བ་ལ་གཉིས་ཀ་མེད་ལ་ད་ལྟ་ད་ལ་ད་ལྟ་ད་ནང་རོ་ལྟོ་རེད་རང་ལ་ད་ལྟ་ད་ནང་རོ་ལྟོ་འདི་ལ་སྔོན་འཇུག་ཡོད་མ་རེད་བྱིན་འཇུག་ཡོད་མ་རེད། མ་འོངས་ཕུལ་ཡོད་བྱིན་འཇུག་མེད་ཟེར་རང་མ་འོངས་ཕུལ་ཡོད་རེད་བྱིན་འཇུག་ཡོད་མ་རེད་ཕུལ་ལ་ད་བ་སྔོན་འཇུག་དེ་ལ་བའོ་བ་གཤམ་གྱི་ཕུལ་ལ་ཕུལ་ལ་ནི་སྔོན་འཇུག་རེད་ད་སྔོན་འཇུག་ལ་བོ་ཡོད་རེད། བའོ་ལ་ཏབ་ཏ་ཏ། བའོ་ལ་བཙ་ཏ་ཏ་འདི་སྔོན་འཇུག་བྱ་བ་རང། དེ་ནི་བསྐུལ་ཚིག་ཕུལ་མེད་བྱིངས་འཇུག་ཡོད། བསྐུལ་ཚིག་དེ་ལ་ང་ཚོ་གི་སྔོན་འཇུག་ཡོད་མ་རེད་ཕུལ་ལ་ནི་སྔོན་འཇུག་ཡོད་མ་རེད་བྱིངས་འཇུག་ཡོད་རེད་ལ་ཏ་ཏ་ཏ་ན་རོ་ལྟོས་ས་ལྟོས། གཉིས་པ་དེ་དཔེ་གཉིས་པ་དེ་ག་རེ་བྱ་ཡོད་ལ་ན་ང་ཚོ་གི་བསྐུལ་མ་བསྐུལ་བ་ཡི་བསྐུལ་ཅིག་ཡོད་ར་འདི་ར་ག་ད་ཀ་བྱམས་ཆུ་བསྐུལ་འདི་བྱ་བ་ད་བྱས་ན། དུས་དེས་པ་ལ། སྔོན་འཇུག་དང་བྱིན་འཇུག་གཉིས་ཀ་ཡོད་རེད་ལ་འདུག་ག་ལ་བའོ་ར་ཀ་ད་ཀ་བྱང་ཆུབ་སྐུ་ཟབ་དགོས། ད་ལྟ་བ་ལ་གཉིས་ཀ་ཡོད་མ་རེད་གཉིས་ཀ་མི་འདུག་ར་ཀ་ད་ཀ་བྱང་ཆུབ་སྐུ། མ་འོངས་ཕུལ་ཡོད་ཡང་བྱིན་འཇུག་ཡོད་ཟེར་མ་འོངས་ཕུལ་ཡོད་བྱིན་འཇུག་ཡོད་ལ་འདུག་ག་ལ་བའོ་ར་ཀ་ད་ཀ་བྱང་ཆུབ་སྐུ། བྱིན་འཇུག་ཡོད་མ་ད། བྱིན་འཇུག་ཡོད་མ་ད་མ་འོངས་ཕུལ་ཡོད་བྱིན་འཇུག་མེད་ལ་མ་འོངས་ཕུལ་ཡོད་མ་འོངས་འདི་ལ་ང་ཚོ་གི་སྔོན་འཇུག་ཡོད་རེད་བྱིན་འཇུག་ཡོད་མ་རེད་ལ། སྐུལ་ཚིག་ཕུད་མེད་བྱེད་མཇུག་ཡོད། སྐུལ་ཚིག་འདི་ལ་སྔོན་མཇུག་ཡོད་མ་རེད་ནི་བྱེད་མཇུག་ཡོད་རེད། བྱེད་མཇུག་ཡོད་དུས་ར་ཀ་ད་ཀ་བྱེད་མཇུག་སྐུལ་ཟབ་སྐུལ། ཨེ་འདྲས་བྱས་ནི་བྱས་ཡོད་རེད། ད་ཚང་མ་ལ་འདི་ཡང་དུས་གསུམ། བྱེ་བྲག་དུས་གསུམ་གང་འདྲས་མི་དུས་གསུམ་ལ་དབྱངས་ཐོབ་ཚུལ་འདི། ནི། གོ་བརྡ་ཡག་པོ་ཅིག་ཐོབ་པའི་འཕྲོས་པའི་རེ་བ་རྒྱག་བཞིན་ཡོད། ཐུགས་རྗེ་ཆེ། ད་རིང་ཉིན་ཐོ་འདི་ཙམ་ཡིན། བྱ་མི་གཉིས་སྡུག་ན་རྗེས་ཡོང།